ཤི་ཀ་གོ་རྒྱ་ནག་གཞུང་ཚབ་ནས་དེ་རིང་གོམ་བགྲོད་དེ་མགོ་བཙུགས་པ་ཡིན། མི་མང་ལས་མང་བ་ཉེན་རྟོག་པ་གླས་ཏེ་བཞག་ཨ་ནི་མང་ཚོགས་ལ་ནི་ངོ་སྤྲོད་འཁྱུག་ཙམ་ཅིག་བྱེད་ངོ་སྤྲོད་འཁྱུག་ཙམ་བྱེད་ས་པའི་རྗེས་ལ་ནི་ང་ཚོ་དེ་སྐད་འབོད་ཁ་ཤས་ཅིག་བརྒྱབ་སྐད་འབོད་ཁ་ཤས་ཅིག་བརྒྱབ་ས་པའི་རྗེས་ལ་མང་ཚོགས་ཀྱི་ཁ་ཐག་གཡོགས་སོང། ཨ་ནི་དེའི་རྗེས་ལ་སྐུ་མགྲོན་གཙོ་བོ་དང་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་གིས་གོམ་བགྲོད་མགོ་བཙུགས་རེད་མགོ་བཙུགས་ས་པའི་རྗེས་ལ་ཨ་ནི་མང་ཚོགས་ནས་ང་ཚོས་སྐད་འབོད་ཁ་ཤས་ཤིག་བརྒྱབ་ཨ་ནི་དེ་ནས་གོམ་བགྲོད་དེ་མགོ་བཙུགས་པ་ཡིན། རྒྱ་མི་གཞུང་ཚབ་ནས་མགོ་བཙུགས་བྱས་རྗེས།

མེ་འཁོར་འདི་གི་སྐད་འདི་ཚ་བོ་བྱས། ཨཱ་ནི། སྐད་འདི་ཡག་པོ། འདི་ནང་ལ་འཛུལ་འདུག་དོགས་པ་མ་རེད། རྗེས་དེ་བ་ལ། ལྷོད་ལྷོད་བྱེད་པའི་སྐབས་ལ་རྣམ་པ་ཚོ་ཡང། ལབ་ཆོག་ཅེས་ཞུ་བ་ཡིན། འདི་གང་ལ་རེ་ལི་འདོག་དྲང་དྲང་ནས་མ་ཅིག་དོན་ས་ན་ཨ་ནི་གབ་ཏུ་འགྲོ་ཐུག་རོ་ད་ལྟ་དྲང་དྲང་ཁོ་རང་ནང་ལོག་ལ་ཤི་ག་གུ་དྲང་དྲང་ཁོ་རང་ནང་ལོག་ལ་མང་པོ་ཅིག་སྐྱོག་དགོས་ཡ་ཡོད་དུས་ཨ་ནི་འོ་དེ་ད་ལྟ་དེ་ཞིག་ག་ལེ་འདུག་གཞན་པ་དེ་རྗེས་ལ་དཀའ་ལས་མི་འདུག་ད་དེ་རིང་དེ་མལ་ཨ་བཅོ་བརྒྱད་དང་ཉི་ཤུ་བར་ར་ཅིག་ལ་འགྲོ་ཡ་ཡིན་ཨ་ནི་བཅོ་བརྒྱད་ནས་ཉི་ཤུ་བར་ར་མལ་འགྲོ་བའི་སྐབས་ལ་ཆུ་ཚོད་བརྒྱད་ཟོལ་ཅིག་འགོར་གི་འདུག་དེ་འདྲ་སོང་ཙང

ཁོ་ཚོའི་རྣམ་པའི་ཚོད་ཀྱིས་ཤི་ཀ་གོ་བ་དང་གོམ་འགྲོས་འགྲོ་བ་འདི་གོ་ནས་རྒྱུན་འཁྱོངས་ཐུབ་ཡ་དོན་དག་ལ་གོམ་འགྲོས་ཤིག་འགྲོ་གི་ཡོད་ཟེར་བཞིན་བསམ་པ་ཡིན་ལ་མ་འགྲིག་པ་ཁྱེད་སྐུ་ཞིག་མེད་ཟེར་བཞིན་ཞུ་བ་ཡིན། ངས་འདི་ངས་ལ་ཐེངས་མང་པོ་ལབ་པ་ཡིན། ཨ་ནི་མི་ཚང་མ་ལ་ལས་འགུལ་འདི་འདྲའི་དག་ལ་མཉམ་ཞུགས་བྱེད་ཐུབ་ཀྱི་མ་རེད། དུས་ཚོད་ཡོད་མ་རེད། རེད་བ། ཨ་ནི་སོ་སོའི་ལྟོ་གོས་དོན་དག་ལ་ལས་ཀ་བྱེད་དགོས་ཀྱི་ཡོད་རེད་ནང་མི་གསོད་དགོས་ཀྱི་རེད། ཡང་ཁ་ཤས་སེམས་ཤུགས་ཡོད་པ་ཡིན་ན་ཡང་ཤེས་ཡོན་མ་བཏང་བའི་ནི་བཏང་དེ་འདྲ་མང་པོ་ཞིག་ཡོད་རེད་དེ་འདྲ་སོང་ཙང་ཨ་ནི་ཚང་མ་གིས་འཇོན་མ་ཐུབ་ས་ཅིག་ལ་ཡང་སོ་སོས་ཀྱིས་འཇོན་ཐུབ་ས་ཀྱི་དེ་འདྲ་ཞིག་ཡོད་པ་ཡིན་ན་འདི་འདྲ་དེ་འདྲས་འགྲོ་ཐུབ་ཡ་གི་ཨ་ནི་འབད་བརྩོན་བྱེད་ཀྱི་ཡོད་ཟེར་བྱེད་བྱེད་དེ་ཞུ་བ་ཡིན་ཨ་ནི་བཙལ་བས་ད་ལས་འགུལ་ནང་ལོགས་ནས་མི་གཅིག་གིས་གོམ་བགྲོད་འགྲོ་ཡ་གི་ལས་འགུལ་འདི་དཀའ་ལས་ཁག་པོ་ཞེ་དྲག་རེད་དཔེ་མི་སྲིད་དཀའ་ལས་ཁག་པོ་ཞེ་དྲག་རེད་སོ་སོའི་གི་བཅའ་ལག་དེ་རྒྱབ་དེ་ཚོ་སོ་སོ་རང་གི་ཁྱི་ནས་འགྲོ་དགོས་ཡ་ཅིག་དང་ཨ་ནི་སོ་སོ་གཅིག་པོ་འགྲོ་གི་ཡོད་ཙང་ཨ་ནི་མི་གཞན་པ་མཉམ་དུ་སྐད་ཆ་བཤད་རོགས་དེ་འདྲ་ཡོད་མ་རེད་ཨ་ནི་སྲུང་སྐྱོབ་གི་ལྟ་བ་ཡིན་ན་སྲུང་སྐྱོབ་ལ་བའི་ཞེད་སྣང་ཞུ་ཅིག་ཡོད་རེད་ཨ་ནི་དེ་བ་ལ་མོ་དྲག་གི་དུང་དཀར་རྒྱ་ཡས་གི་དེ་འདྲའི་གི་དཀའ་ངལ་ཡོད་རེད་ན་ཚ་བྱུང་བ་ཡིན་ན་སྨན་ཞབས་དང་དེ་འདྲའི་གི་ཡོད་མ་རེད།

གང་ཉུང་ཉུང་འགྲོས་འབད་བརྩོན་བྱས་ཨ་མཇལ་ཟེར་བ་ལ་ཁོ་ནི་ཤུགས་རྒྱབ་ཡ་གི་འབད་བརྩོན་འགྲོ་བྱེད་མཁན་ཡིན་ཡིན་ཡང་རྩ་བའི་ཟླ་བ་གཅིག་ནང་ལོགས་ལ་གོམ་འགྲོས་འདི་སླེབས་ཐུབ་ཀྱི་ཡོད་རེད་ཡིན་ཡང་ཉི་མ་བཅུ་ཐལ་བ་བཞག་བཞག་ཡོད་ཨེ་ཡིན་ཨ་འདི་པར་ར་ལ་དཀའ་ངལ་འཕྲད་པ་དང་གནས་སྟངས་མང་པོ་བྱུང་བ་ཡིན་ན་ཨ་གཟུགས་པོ་ལ་ཉེས་གསོད་རྒྱལ་བལ་དང་དེ་འབྲེལ་གྱི་ཐོག་ནས་བྱས་བཞག་ཡོད་ཨ་ནི་སྤྱི་ཟླ་བཅུ་བའི་ཚེས་གཉིས་འདི་ཨ་ནི་རྒྱལ་གཅེས་དཔའ་བོ་སློབ་དགའ་རང་བཙན་གྱིས་རང་སྲོག་བློས་བཏང་བྱས་བྱས་བྱས་ཟླ་བ་གསུམ་ཞག་མ་དགུ་བཅུ་ཏག་ཏག་འཁོར་གྱི་ཡོད་རེད། འོ་འདི་དང་འབྲེལ་བ་ཡོད་པའི་ཐོག་ནས་ཇི་ལྟར་བྱས་པའི་མཚན་ཉིད་འདི་ཨ་ནི། Washington ཟེར་གྱི་ཡོད་པའི་རྒྱ་ནག་གཞུང་ཚབ་ལ་མཇུག་བསྒྲིལ་ཡ་ཡིན་ཟེར་གྱི་ཇི་ལྟར་བྱས་པའི་མཚན་ཉིད་འདི་ཨ་ནི། གདམ་དགོས་ཡ་གྱོད་པའི་རྒྱུ་མཚན་གཅིག་འདི་ཡིན། ཇི་ལྟར་བྱས་པའི་མཚན་ཉིད་འདི་དམ་པ་ཆེན་པོ་གང་དེའི་གི་སྐུའི་འཁྲུངས་སྐར་ཆགས་ཀྱི་ཡོད་ཙང་ང་ཚོའི་འཐབ་རྩོད་འདི་སྤྱི་ནོར་ཀོང་སི་སྐྱབས་མགོན་ཆེན་པོ་མཆོག་འཚེ་མེད་ཞི་བའི་ཐབས་ལམ་དང་ནོ་སྦེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་མཁན་གཅིག་དང་ང་ཚོ་བོད་མི་ཚང་མ་འཚེ་བའི་ཞི་བའི་ཐོག་ནས་འགྲོ་གི་ཡོད་ཙང། དམ་པ་ཆེན་པོ་གང་དེའི་དང་འཁྲུངས་སྐར་དང་དུས་སྟོན་སྟབས་བསྟུན་པར་འགྲོ་ཆེད་ཆགས་ཀྱི་འདུག་ཟེར་ཞུ་བ་ཡིན། ད་ཐོག་མཐའ་ཤི་ཀ་གོ་གི་ཉེ་འགྲམ་ལ་ཡོད་པའི་རྒྱ་མཚོ་གི་མཐའ་ནས་འགྲོ་གི་ཡོད། ད་ལྟ་གནམ་གཤིས་ཡག་ཐག་ཆོད་རླུང་ཡག་ཐག་ཆོད། ཨ་ནི་ཡུལ་ལྗོངས་ཡག་ཐག་ཆོད་དོ། ད་ལྟ་དཀའ་ལས་ཉུང་བ་ཡོད་པ་ན་བཞིན་གྱི་ད་དཀའ་ལས་དེ་ལས་མང་བ་མང་བ་ཡོང་གི་རེད། ད་ལྟ་དཀའ་ལས་ཉུང་བ་ཡོད་ས་ཀྱི་འདི་ཚོར་སྣང་དེ་ནི་ལབ་ཀྱི་ཡོད་ཞེས་ཞུ་བ་ཡིན། ཡོད་དེ་རེད། འདི་ནས་ད་ལྟ་དེ་རིང་འདི་གོམ་བགྲོད་འདི་འགྲོ་བའི་སྐབས་ལ་ཤི་ཀ་གོ་བོད་རིགས་སྤྱི་མཐུན་ཚོགས་པའི་གི

ཀོང་ཚེ་རིང་བཀྲ་ཤིས་ལགས། ཆི་ཀ་གོ་བོད་རིགས་སྤྱི་མཐུན་ཚོགས་པ་ཚོགས་གཙོ་རྣམ་པ་གཉིས་ཀྱི་དབུ་འབྱེད་བྱས་རེད་དེ་འདྲ་སོང་ཙང་ཁོང་རྣམ་པ་གཉིས་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཟེར་ཞུ་ཡ་ཡིན། ད་ག་ནང་བཞིན་གྱི་གོམ་བགྲོད་འདི་འགྲོ་བའི་སྐབས་ལ་རྩ་བའི་ཡིག་ཆ་དང་ནུས་ཚོད་མང་ཆེ་པར་སྐྲུན་བྱས་ཡ་ཚང་མ་འགྲོ་སོང་ང་རང་འགྲོ་ཆིག་བཏང་ཡོད། ད་ཡིན་ན་ཡང་ངའི་རྒྱབ་ལ་ལྟོ་ཕད་ཁྱི་དེ་འདི་ངའི YouTube Subscriber ཅིག་གིས་སྦྱིན་བདག་ཐོན་སོང་ད་ག་ནས་ཤིང་གི་ཆུ་འཐུང་ཡག་གི་དེ་ཅི་ཡོད་ར་བ་འདི་འགྲོ་ཆ་ཤ་ཡོད་ན་དཀའ་དགོངས་ཆེན་པོ་ཞིག་རག་རེད་འདི་ངའི་ཡང་ང་ཚོ་དྷ་རམ་ས་ལ་ཡིན་པ་ངའི YouTube Subscriber ཡིན་པ་བསྟན་བྱ་ཡན་ལག་གིས་ནི་ཞལ་འདེབས་གནང་སོང་ད་ག་ནས་བཞིན་གྱི་པར་རྒྱ་ཡག་དང་དེ་འདྲས་ཀྱི་ཡང་ཅིག་འཕྲུལ་ཆས་རིག་འདྲས་རིག་དེ་འདྲས་ཡང་ང་ཚོ་ངོ་བཞིན་པ་དེ་འདྲས་ཀྱི་ཅིག་སྦྱིན་བདག་འགྲོ་དོན་སོང་དེ་འདྲ་སོང་ཙང་ཚང་མ་ལོག་ལ་བཀའ་དྲིན་བླ་མེད་དུ་ཆེ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞེས་ཞུ་བྱས་ཞུ་བས་ཡིན་རྣམ་པ་ཚོ་མཐོང་གི་རེད་བོད་རྒྱལ་དག་དང་ཨ་རི་རྒྱལ་དག་ཁྲ་ལེ་ངེ་ཁེ་ནས་འགྲོ་གི་ཡོད་ཨ་མདུན་ལ། ཨ་ནི། དཔའ་བོ་སློབ་དགའ་རང་བཙན་གྱི་སྐུ་པར་བྱས་ཨ་ནི་ལུག་ཁྱུ་བྱས་ཨ་ནི་དེའི་བར་ལ་ཨ་ནི་སྦར་གོར་བྱེད་དོ་སྦར་གོར་དེ Scan བྱས་པ་ཡིན་ན་ཨ་ནི་བོད་དོན་ཐོག་ལ་ཨ་ནི་ལས་འགུལ་ག་འདྲའི་སྤེལ་དགོས་དོན་ཡོད་མེད་དང་ཨ་ནི་ད་ལྟ་ཨོ་ནོར་སློབ་དགའ་རང་བཙན་ལ་དེ་འབྲེལ་གྱི་ཐོག་ནས་ཨ་ནི་ལུག་ཁྱུ་དང་ཆ་ཚང་བྱས་བྱས་བྱས་བྱས་གྲོས་ཚོགས་འཐུས་མི་ལ་ཞུ་གཏུག་རྒྱག་ཡ་གི་དེ་ནང་ལ་ཡོད་རེད་དེ་འདྲ་སོང་ཙང། ཨཱ་ནི་བུད་མེད་ཚང་མ་རྡོག་རྩ་ཆིག་སྒྲིལ་བྱས་པའི་ཐོག་ནས་ཨཱ་ནི་སྐུ་པར་འདི་ཨཱ་ནི་ཞག་བཞི་བཅུ་ཞེ་དགུ་བར་དུ་ཨཱ་ནི་དང་པོ་རང་ལ་འཁྱེར་ནས་ཨཱ་ནི་དགོངས་འགྲེལ་སྒྲུབ་ཀྱི་ཡོད་ཅེས་བརྗོད་བཞིན་པ་ཡིན། ཨཱ་ནི་མི་གཅིག་གིས་རང་སྲོག་བློས་བཏང་ཐུབ་ས་ལ་ར་བ་རང་སྲོག་བློས་བཏང་ཐུབ་ས་ལ་སྔ་དྲོ་མི་དཀྱུས་མ་གཅིག་གིས་ཁོང་གི་སྐུ་པར་འཁྱེར་ཅེས་བརྗོད་བྱས་ཞག་མ་བཞི་བཅུ་ལྷག་ཅིག་གོམ་བགྲོད་འགྲོ་མ་ཐུབ་པ་དེ་འདྲའི་མཐོང་གི་མེད་དེ་འདྲ་སོང་ཙང། ཚང་མ་ལོ་གསོལ་བ་སྨོན་ལམ་བཏབ་རོགས་གྱིས་བཀའ་དྲིན་ཆེ་བོད་རྒྱལ་ལོ། གོམ་འགྲོས་འགྲོ་བའི་སྐབས་ལ་ཉེན་རྟོག་པ་ཁྱུག་ཙམ་རོགས་པ་བྱས་སོང་བཀའ་དྲིན་ཆེ་ཞུ་ཡ་ཡིན། ད་ལྟ་ཡག་ག་ཅིག་ལ

རྒྱ་མཚོའི་མཐའ་ཁོ་རང་ལ་བགྲོད་ཡས་རེད། ད་ལྟ་སྐྱིད་པའི་དུས་ཚོད་ཅིག་རེད་ད། ད་དེའི་རྗེས་ལྟེ་བ་ལ་ལྟ་ཡ་རིག་རིག་ཡ་རྫ་ཡ་མང་པོ་ཞིག་ལེགས་རེད་ད་དེ་དུས་དཀའ་ལས་ཡོད་རེད། ད་ད་ལྟ་དཀའ་ལས་ཁེལ་མི་འདུག།

གཅིག་སྟོང་དགུ་བརྒྱ་དགུ་བཅུའི་ནང་ལོ་ལ་ཨ་རིག་གི་མངའ་སྡེ་མ་འདྲ་མ་འདྲ་ནས་ནི་བོད་རང་བཙན་གྱི་གོམ་བགྲོད་ལས་འགུལ་གང་མང་ཅིག་སྤེལ་བ་རེད། དེའི་རྗེས་ལ་ཁོང་གི་སྲས་འཇིགས་མེད་ནོར་བུ་མཆོག་གིས་བའི་གོམ་བགྲོད་ལས་འགུལ་གང་མང་ཅིག་སྤེལ་བ་རེད། སྟབས་མ་ལེགས་པ་ཞིག་ལ་འཇིགས་མེད་ནོར་བུ་མཆོག་ཉིས་སྟོང་ཕལ་ཆེར་བཅུ་གཉིས་བཅུ་གསུམ་སྡེ་བ་ཅིག་ལ་ཕ་ལོ་རི་ཏྲ་སྡེ་བ་ཞིག་གོམ་བགྲོད་ཕེབས་པའི་སྐབས་ལ་མོ་ཏྲར་གྱི་བརྡབ་སྐྱོན་བྱུང་བྱས་རྗེས་ནི་ཚེ་འདས་སུ་གྱུར་བ་རེད། དེ་རིང་གི་གོམ་བགྲོད་འདི་ཨ་ནི་དམ་པ་ཆེན་པོ་མ་ཧཱ་ཏི་མ་གཱན་དྷི་མཆོག་གི་ཨ་ནི་དགྲ་འདུལ་མ་ཞེས་གོམ་བགྲོད་དང་ཨ་ནི་སྟག་རྩེ་རིན་པོ་ཆེ་མཆོག་དང་འཇིགས་མེད་ནོར་བུ་ཁོང་རྣམ་པ་གསུམ་ལ་ཨ་ནི་དེ་རིང་དྲན་རྟེན་གྱི་གོམ་བགྲོད་གྲོལ་ཆེད་ཆ་འདེབས་ཀྱི་ཡོད་ཅེས་ཞུ་བ་ཡིན། ཨ་ནི་རྒྱ་གར་ནང་ལོགས་ལ་ངའི་གོམ་འགྲོས་འདི་ཀི་ལོ་མི་ཀྲོ་ཉིས་སྟོང་ལྷག་ཅིག་གོམ་འགྲོས་བྱས་ཡོད། དེ་རིང་འདི་ཨ་རི་ནང་ལོགས་ལ་ཐེངས་དང་པོ་ཨ་ནི་ཀི་ལོ་མི་ཀྲོ་གཅིག་སྟོང་ང་བརྒྱ་མ་སིམས་མཱིལ་གཅིག་སྟོང་མ་སིམས་དང་ཀི་ལོ་མི་ཀྲོ་གཅིག་སྟོང་ང་བརྒྱ་མ་སིམས་ཅིག་གོམ་འགྲོས་ཀྱི་དེ་རིང་ཉི་མ་དང་པོ་འདི།

ཨ་ནི་ཆ་ཚང་བྱེད་ཡོད་རེད། ད་ལྟ་གོང་དུ་ངས་ད་ལྟ་སྟོན་བྱ་རྒྱུ། བུ་མོ་གཉིས་ཀྱི་པར་འདི། ཨ་ནི་ཤི་ཀ་གོ་ལ། ཨ་ནི་གློག་གི་ཁ་བ་འདི། ཁ་བ་གི་གློག་འདི། རྫོགས་སོང། ཨ་འདི།

Power Bank གི་འགྲོ་གི་མི་འདུག་ད་འདི་ཚང་མ་ཡང་དེ་རིང་གི་ཉི་མ་དང་པོ་གི་ཉམས་མྱོང་འགྲོ་གཅིག་ཆགས་སོང་ཞེས་ཞུ་ཡ་ཡིན་ཨ་དེ་རིང་ཉི་མ་དང་པོ་དེ་ལ Mile ཉི་ཤུ་རྩ་གཉིས་གོམ་པ་བརྒྱབ་ཡོད་ཞེས་ཞུ་ཡ་ཡིན། ཨ་ད་དེ་འདྲ་སོང་ཙང་དེ་རིང་གི་ཉི་མ་དག་པོ་དང་པོ་དེ་འདི་རེད་ད་ཉི་མ་དང་པོ་འདི་ག་དུས་ན་ད་ཉམས་མྱོང་ཟ་ཡ་གཅིག་རེད་ཨ་དེ་འདྲ་སོང་ཙང་ད་ཉི་མ་དང་པོ་དེ་ལ་ཉམས་མྱོང་ཟ་ཡ་དེ་དང་པོ་དེ་ལ་དེ་ལྟོ་ཕད་དེ།

སྐུ་པར་ཡོད་ཁྱོད་ཅིག་ཡོད་རེད་འོ་འདི་འགྲོ་གི་ཡོད་དེ་ནང་ལོགས་ལ་འདི་ཁྱོད་འགྲོ་གི་ཡོད་དེ་འདྲ་སོང་ཙང་དམིགས་ཡུལ་འདི་མི་གཅིག་གིས་སོ་སོའི་རྩ་ཆེན་པོས་སྲོག་ཅིག་བློས་བཏང་བ་རེད་རེད་པ། ད་ག་ནས་བཞིན་གྱི་བོད་ནང་ལ་ཡོད་ཀྱི་བོད་མི་བརྒྱ་དང་ལྔ་བཅུ་ལྔ་བདུན་གྱི་སྲོག་བློས་བཏང་བ་རེད་རེད་པ། དེ་འདྲ་སོང་ཙང་དེ་འདྲའི་གི་སྲོག་བློས་བཏང་ཡ་དེ་གྲངས་ཀ་མ་རེད་མི་གི་ཚེ་སྲོག་རེད་མི་གི་ཚེ་སྲོག་དེ་འདྲའི་བཏང་ཐུབ་ས་ཅིག་ལ་ང་ཚོ་ཤེས་ཡོན་ཡོད་ངེས་ཉམས་མྱོང་ཡོད་ངེས་འཇོན་ཐང་ཡོད་ངེས་སེམས་ཤུགས་ཡོད་ངེས་འདི་ཚོ་གི་ད་དེ་འདྲའི་གོམ་འགྲོས་འགྲོ་མ་ཐུབ་པ་ཡིན་ན། འདི་སྲིད་ད་ང་ཚོ་བོད་པ་ཡིན་པས་ངོ་ཚ་ཡག་གི་གནས་སྟངས་དེ་འདྲ་ཆགས་ཀྱི་ཡོད་པ་དེ་འདྲ་སོང་ཙང་ངའི་སྔོན་ནས་བོད་རྒྱལ་ཁབ་དང་མི་རིགས་འདི་ཐུབ་པའི་སྐབས་ལ་ག་རེ་ཡིན་ན་བྱེད་ཀྱི་ཡིན་ཟེར་བྱས་བྱས་ལབ་ངེས་ཅིག་ཡིན། དེ་རིང་ང་འདི་གོམ་འགྲོས་འགྲོ་ཡག་གི་ཉི་མ་དང་པོ་འདི་ཡག་ཐག་ཆོད་བྱུང་སོང་ད་ནས་བཞིན་ཉི་མ་གཉིས་པ་གསུམ་པ་བཞི་པ་ཡག་པོ་ཡོང་བའི་སྨོན་ལམ་རྒྱག་གི་ཡོད་རྣམ་པ་ཚོ་མང་པོ་ཅིག་གིས་སྨོན་ལམ་རྒྱག་གི་ཡོད་ས་རེད་ནི་བཀའ་དྲིན་བླ་མེད་དུ་ཆེ་ཞེས་ཞུ་བ་ཡིན་ཐུགས་ཆེ་གནང།